བོད་གངས་ཅན་གྱི་ལྗོངས་འདི་ནི་འཕགས་པ་སྤྱན་རས་གཟིགས་ཀྱི་འདུལ་ཞིང་བཟང་ཆུ་ནམ་རྒྱུན་ཡོངས་གྲགས་བཤད་བསྡད་ཀྱི་ཡོད་ར་ལ། ཅིག་ལོ་རྒྱུས་ཀྱི་ཐོག་ནས་ཡིན་ནི་ཕལ་ཆེར་ཅིག་འཕགས་པ་སྤྱན་རས་གཟིགས་ཀྱི་བའི་ཅིག་གི་སྐུ་ཡི་རྣམ་འཕྲུལ་འདྲ་མི་འདྲ་དེ་འདྲའི་གི་ཐོག་ནས་ད་བོད་ཀྱི་མི་བསྟན་སྲིད་ཀྱི་ད་དགའ་ཚོར་རེད་མིན། ཁྲི་ལས་པ་བསྐྱངས་པའི་སོར་འདི་གསལ་པོ་ཤར་རེད་ས་དེ་འདྲ་ཡིན་དུས་ང་རང་ཚོ་དང་བོད་སྤྱི་བའི་དོན་དག་ལ་ཡ་ཞིག་སོ་སོའི་མི་ཚེ་གང་པོ་བོད་སྤྱི་བའི་དོན་དག་ལ་ཡ་བཏང་བྱས་ག་ལས་སྐྱོ་ཤེས་པ་འདི་གི་ཨེ་ནི་འདི་གི་ད་སོ་སོའི་བྱིན་རླབས་ཟེར་ནས་མི་འདུག་ལས་ཀྱི་འབྲེལ་བ་ཟེར་ནས་མི་འདུག་དེ་འདྲ་གི་ཐོག་ནས་འཕགས་པ་སྤྱན་རས་གཟིགས་ཀྱི་ད་འབྲེལ་བ་འདི་ཐུགས་མི་མི་ཆགས་དེ་ཡོད་རེད་དེ་འདྲ་ཡིན་དུས་ཚེ་རབས་ནས་ཚེ་རུབ་འཕགས་པ་སྤྱན་རས་གཟིགས་ཀྱི་རྗེས་སུ་བཟུང་ཡ་དེ་ཕལ་ཆེར་ངས་ཐག་བཅད་ནས་བཤད་ཐུབ་ཀྱི་རེད་ཅེས་གསུངས། གང་ལྟར་མི་ཚེ་འདི་ཞིག་འཕགས་པ་སྤྱན་རས་གཟིགས་ཀྱིས་དང་མི་འདུལ་ཞིང་གི་བོད་ཀྱི་བསྟན་སྲིད་ཀྱི་དོན་དག་ལ་དང་སོ་སོས་ཧུར་ཐག་བར་ཐག་དང་དཀའ་ལས་སྐྱོབས་ཤེས་པ་འདི་གི་ལས་ཀྱི་འབྲས་བུ་འདི་ཚེ་རབས་ནས་ཚེ་རབས་འདས་མཐུ་ཡང་དེ་ང་རེ་དག་རང་དྲན་གྱི་ཡོད། འཕགས་པ་སྤྱན་རས་གཟིགས་ཐུན་མོང་མ་ཡིན་པ་དང་འབྲེལ་བ་ཡོད་དུས་པ་ཅིག་ཆགས་བསྡད་ཀྱི་ཡོད་རེད།

ཁ་ཐུག་ནས་ང་དམིགས་བསལ་གྱི་འབྲེལ་བ་ཡོད་དོ་བའི་ཅིག། ཅིག། ཅིག་ཚོགས་ཨ་རུ་ཤུགས་ཆེན་པོ་ཞིག་སླེབས་ཡོང་གི། ལུས་ཀྱི་ཇི་འགའ་དེ། ཨེ་ནི། ཨ། ཡི་གེ་ཨ་མདའ། ཨ། ཀ་ས། ཚོ་བའི་མང་ཡི་གེ་ཅིག་སླེབས་བྱས། ཁ། ཨོ་དེ་དུས། ཨེ་ནི། ཤི་བོ་ཅིག་ཚོགས་ཨ་ཤུགས་ཆེན་པོ་ཞི་བོ་བྱུང།

ཆོས་རྒྱལ་ཁྲི་སྲོང་ལྡེ་བཙན་མཁན་སློབ་ཆོས་གསུམ་ཡོད་པའི་ཁ་བསྡུར་ནས་བྱས་མ་ད་ལས་ཀྱི་འབྲེལ་བ་ཡོད་ཐུབ་ཆགས་བསྡད་ཡོད་རེད་ཟེར་འདུག་དུས་དུས་སུ་ཞུ་རྒྱུ་བྱུང། ས་ད་དེ་རིང་བསྡད་ཀྱང་རེད་དེ་ལས་ང་དེ་ལབ་ཉེ་འདོད་བྱུང། ད་ད་ང་དེ་ཉམས་རྟོགས་ལ་ཡ་བོད་སྤྱི་པའི་དོན་དག་ལ་ཅིག་གིས་ད་དཀའ་ལས་བརྒྱབ་ནས་རེད་ད། དུས་ཡུན་བོད་མི་རིགས་ཆགས་འཇིག་གི་དུས་ཡུན་འདིའི་རིང་ལ་ད་དཀའ་ལས་ཉམས་རྟོགས་བརྒྱབ་ནས་ཅིག་བྱེད་ངེས་འདི་ཡིན་དེ་གང་འདྲ་མིན་མཁན་སློབ་ཆོས་གསུམ་ཁ་བསྡུར་ནས་བྱས་ནས་འབྲེལ་བ་ཡོད་ཐུབ་པ་ཅིག། ད་དེ་སྔ་ནས་འདྲ་བ་འདུག་བྱུང་བ་རེ་ལ་མ་འོངས་པ་ལ་ཡིན་ནས་ཚེ་རབས་ནས་ཚེ་རབས། ཤེས་སོང་ཨ། ཁྱེད་ཚོ་མང་ཆེ་ད། མ་འོངས་པའི་སྐྱེ་བ་འདི་ཕལ་ཆེར་བོད་ལ་ཡ། སྐྱེ་མདོག་ཁ་བོ་རེད། ལ། ཡང་ང་ཚོ་མཉམ་འདོར་ཡ་ཅིག་ཐུག་ཆེ། འདུག། ཡང་སྡུག་གི་རུ་ཅིག་རྒྱག་གི་རྒྱག་གི། ཡ་ཅིག། ཅིག། ཅིག་གཅིག་ལ་བལ་སློ་བ་རུ་ཅིག་སྤྲོད་ཆེ།

བཙན་པོ་ཁྲི་སྲོང་ལྡེ་བཙན་གྱིས་ཨ་ནེ་གྷན་ཇི་ཞི་བ་ཚོར་གདན་ཞུ་གནང། ཨ་ནེ་གྷན་ཇི་ཞི་བ་ཚོས་བཀའ་སློབ་དང་འབྲེལ་བའི་ཐོག་ནས་ཅིག་བསམ་ཡས་གཙུག་ལག་ཁང་བཞེངས་ཡག་གི་ཆེ་བཞི་སྟེང་ན་འདུག་བྱས་ནས་ད་ག་ཟླ་མེད་རྒྱལ་བསྟན་ཅིག་ཕ་གྱ་རྒྱལ་ཡག་པོ་ཞིག་འགྲོ་ཡག་གི་ད་ཐུགས་ཁུར་སྐྱེས་ནས་པའི་འབད་རྩོལ་རུ་གནང་པའི་ཕུ་ཐུག་ལ་ཡ་ཨ་ནེ་ཞེས་མི་དང་མི་མ་ཡིན་ནག་པོའི་ཕྱོགས་ཀྱི་ད་གཟུགས་ཅན་མི་དང་མི་མ་ཡིན་མང་ཀུན་ཅིག་གི་སྟེང་འགལ་རྐྱེན་མང་ཀུན་ཞིག་འཕྲད་བྱས་ཨ་ནེ་མཐུ་སྟོབས་ཀྱིས་ང་ད་སློབ་ཡོང་རུ་ཞེས་རྟེན་འབྲེལ་ཞུགས་པ་ཅིག་གིས། ཐུགས་ཀྱི་སྨོན་ལམ། ཕྱི་ནང་གི་རྟེན་འབྲེལ་མང་པོ་ཅིག་ཐག་ནས་བསླབ་ལམ་ཅིག་གཏན་ཞུས་ན། དུག་སེལ་ནི་ཁྱང་ལོ་ཆོས་སུམ་གཏན་འཛོམས་ནི། དུག་སུ་ཡོད་པའི་ཁ་ཐུག་ལ་ཡ། བསླབ་ལམ་ཅིག་གིས། སྐབས་རེ། བསླབ་ལམ་ཅིག་གིས་སྔོན་མཁྱེན་གྱི། ག་སོགས་རེ་བས། ཇི་ལྟ་ཇི་སྙེད་ཀྱི་ཆོས་ཐམས་ཅད་ལོ་པས་གཅིག་ཆོད་དུ་བས་མཁྱེན་ཐུ་ཡ་ཇི་ལྟར་ཏན་ཏན་ཡོང་གི་རེད་དེ། ཡིན་ནའི་ཅིག་ཐུན་མོང་སྣང་ངོ་ལ་ཡ། གནས་གཙང་མའི་ལྷ་ཅིག་མ་དཔའ་མི། མི་ལ་ཡག། ཁ་སོར་ཁོག་ཤུགས་ཆེར་བཅུག་ནི། ཨེ་ནི་ནད་པ་རྐྱེན་ངན་དུ་སུ་རེད་དོ། དེ་ཨེ་ནི་ག་རེ་ག་རེ་རེད་དོ། ཨེ་ནི་དེའི་བ་ངོས་འཛིན་ཆེར་བཅུག་བྱས། ཨེ་ནི་དེ་ནས་ལོ་རིམ་ཞིག་དམ་འདོགས་གནང་བ་དེ་འདྲའི་ཅིག་བྱུང་པའི་བཀའ་མོལ་ཅིག་གསུང་ཡག་འདུག་དེ་འདྲའི་ལོ་རྒྱུས་ཅིག་ཡོང་གི་ཡོད་རེད། ངའམ་དེ་སྔར་ཆའམ་ཞིག་བཀའ་གནང་མྱོང། ད་དེ་ལོ་རྒྱུས་ཆེར་བཞུས་གྱུར་པ་ང་ད་དམིགས་བསལ་གྱིས་མཇལ་དུ་ཁྲིད་མི་ཐུབ་དེ། བྱས་ནས་འོ་ད་ལྷ་ཕབ་ཡག་རེད།

མི་ཆོས་རྒྱལ་རང་གི་ཤི་བོ་གཅིག་གིས་ད་ཐུགས་རྗེ་ཆེན་པོ་གནང་ཡག་གིན་དང། རྩ་བའི་གཙུག་ལག་ཁང་དུ་ཆས། ད་བོད་ཀྱི་མི་བསྟན་སྲིད་ཀྱི་པའི་བསྟི་གནས་རུ་བེད་ཅིག་ཡིན་གྱིར་བ་ད། ས་ད་དེ་ལ་ཡང་ཨེ་ནི། དཀོར་བདག་ཨེ་ནི་རྒྱལ་པོ་སྐུ་ངོ། བ་རྡོ་ཧོར་གྱི་ཡུལ་གྲུ་ནས་ཡག་ད། ག་སོ་རེད་དྲང་ཡག་ཅིག་གིས་ཨེ་ནི། ཡང་ཕྱི་ནང་གི་བི་གའི་ཐབས་ཤེས་རུ་གནང་བྱས་དུག་སེལ་བྱུང་བ་རེད་དུག་སེལ་ནི་ག་ད་ལྷ་མི་སྲུང་འདྲི་བྱས་ནས་འགྲོ་ད་ཡག་ཅིག་དུས་དུས་ཆགས་འདུག་བ། ད་དེ་ནས་མ་ངེས་བའི་ཆ་ལ་ཡ། ད་ང་ད་ང་རང་ཚོ་དེ་བཙན་བྱོལ་གཞུང་ཡོད་བསྡད་པ་དེ་ད་ངས་ཡང་ད་མགོ་ཁྲིད་ཀྱི་ཡོད་རེད་ང་ཚོ་རྒྱ་གར་ལ་སུ་བོད་ཡུལ་འདི་རྩ་ནས་བོད་གཞུང་ལ་ཡ་ག་ཚོ་བོད་ནང་ལོག་ལ་ང་རང་ཚོ་བོད་གཞུང་ག་འདྲའི་ཕོ་བྲང་ཅིག་སྔར་ད་ལོ་སུམ་བརྒྱ་ཚོ་ཅིག་ཕྱིན་བཤད་པའི་ད་གཞུང་ད་གའི་ཁོ་རྒྱུན་དུ་མ་སོང་ནས་ཡོད་ག་ཡིན་འདུག་རྩ་ནས་ཁོ་རྒྱ་གར་ཚོ་སླེབས་ཆེད་ང་ཚོ་དེ་གཞུང་གི་ངོ་བོར་བ་དེ་ད་ང་ཚོ་དམངས་གཙོའི་རང་བཞིན་ལྡན་པའི་ད་གཞུང་ལ་ཡ་གྱུར་ཡ་བྱས་ནས། ད་ལོ་དེའི་རིང་ལ་ཡང་ང་ཚོ་ལས་ཀ་མང་པོ་འདུག་བྱས་པ་རེད། རྩ་བའི་ཁོ། ང་ཚོ་དེ་རྒྱ་གར་སླེབས་པའི་ཁ་ཐུག་ལ་ང་ཚོ་དེ་གཞུང་གསར་པ་བཙུགས་ཡིན་དྲག་ཆེ་རྒྱ་གར་གཞུང་ལ་མཛད་དཀའ་ལྟ་ཡག་སོང་དྲག་ཁ་སྐད་མོ་ཁོ། ཏཱ་ལའི་བླ་མ་དང་ཨ་ནི་བཀའ་བློན། དགའ་རོགས་གཅིག་ད་ཡོད་ས་དེ་ད་ཁོ་ར། ཁོ་ར་ལོ་རྒྱུས་ཀྱི་ཐོག་ནས་ཁོ་ར་ད་ག་མིན། བོད་གཞུང་གསར་ཁོ་ཆགས་བསྡད་དུས་འདུག་ཟེར་ནས་ད་ཆགས་བསྡད་པ་ཅི་ད་རེད་པ། ད་དེ་རིང་སོང་བ་ཡིན་དུས། མ་འོངས་པ་ལ། ངས་ངའི་མ་འདི་ང་ཚོ་དེ་བཅའ་ཁྲིམས་བཟོས་པའི་ཁུལ་དུ་ལ་ད་དབྱིན་ཇིའི་སྐད་ཆ་མ་གསུངས་ནས་སེ་ཁུ་ལ་བྱས་ན་ཡག་པོ་འདུག་ཟེར་ནས་ངས་བརྟག་པར་བཤད་དེ་ཡང་དེ་རེད། གཅིག་བྱས་ན་ང་ཚོ་མ་འོངས་པ་ལ་ཡང་ད་ཏན་ཏན་ཅིག་ཆོས་ལ་རྣམ་དབྱེ་རུ་ཁ་ཁས་མེད་པ་བྱེད་དགོས་རེད་ཆོས་ཀྱི་ཁྲི་མོ་རུ་ཁྱོན་ནས་མེད་པ་ཅིག་གིས་ང་ཚོ་གཞུང་ཏན་ཏན་ཆགས་མདོག་ཁ་པོ་རེད་ཨོ་དེ་ཚོ་དེ་དུས་ཁོ་གནས་ཚུལ་ཁ་ཁ་རེད་ཨ་མདའ། དེ་རྒྱ་གར་མི་ཆེ་ད་མིང་ཡོད་དེ་ངེད་ཀྱི་མི་གཅིག་གིས་ཨེ་ནི་འགན་ཁྱིས་བྱས་འདུག་ཟེར་ནས་ད་ག་ཚོགས་རེད་བོད་རྒྱལ། སྒྲིག་འཛུགས་རུ་ཡོད་བསྡད་པ་དེ། རྩ་བའི་བོད་ཀྱི་ད་འགྲོ་སྟངས་རུ་ཁོ་གར་བྱས་ནས་ངའི་དེ། ཅིག་ད་ག་སོག་རུ་བའི་ཆོས་སྲིད་གཉིས་ཟིན་འདུག་བླ་མ་ཅེས་བྱས་དེ་འདྲི་གཅིག་ཐོག་ནས་ཡིན་པ་ཡིན་དུས་གང་ལྟར་ཅིག་ཆོས་སྲིད་ཟུང་འབྲེལ་རུ་ཁོ་ཅིག་ཆགས་བསྡད་ཀྱི་ཡོད་པ་རེད། ད་ཨ་མདོ་འདི་ཅིག་སྒྲིག་འཛུགས་ཆགས་ནས་ད་ཆོས་སྲིད་ཟུང་འབྲེལ་ཆགས་བསྡད་ཀྱི་འདུག་བ། གང་ཟག་བྱེ་བྲག་པ་ཅིག་ཆོས་ཀྱི་དད་པ་ཡོད་པ་ཅིག་ཁོ་མ་ཡིན་པས་ད་ཁོ་དེ་སྒྲིག་འཛུགས་རུ་ཁོའི་ཐོག་ནས། ཁོ་ཟུག་སྐྲུགས་ཆགས་བསྡད་ཀྱི་ཡོད་བ་རེད། ཟེར་ད་དེ། མ་འོངས་པ་ལ་དེ་གནས་ཀྱི་མ་རེད། དེ་ནི་དེ་དེ་རེད་དེ་དོན་དུ་ག་ག་རེད་ཨ་འདས་གནས་སྐབས་དེ་ང་དེ་ད་འགན་བྱེད་ཡོད་པ་ཡིན་དུས་རྩ་ནས། ད་ག་འདྲ་ཚོད་མི་ཟུང་འབྲེལ་གྱི་ཐོག་ནས་བལྟ་དགོས་ཅིག་དང་འགན་འཁྱེར་དགོས་ཅིག་ལྟ་གོ་ཆག་འདུག་ཆག་འདུག་བ། དེ་ཕུན་སུམ་ཚོགས་པའི་ཡན་ལག་རེད་མ་ཕུན་སུམ་ཚོགས་པ་རེད་དེ་ཕུན་སུམ་ཚོགས་པ་རེད་ཤག་ཕུན་སུམ་ཚོགས་པའི་ཡན་ལག་རེད་མ་གཏོགས་དེ་སྣོད་ཡག་གལ་མི་འདུག་བ། རེད་པ། ང་རང་ཚོས་དེ་ཅིག་ང་རང་ཚོས་ལས་ཀ་ཚང་མ་ལོ་ལྷག་བྲིས་ཀྱི་ཡོད་མ་རེད། ང་རང་ཚོས་མིའི་བསམ་བློ་དང། གོ་རྟོགས་བཅས་འཆར་གཞི་བཀོད། ད་ང་རང་ཚོས་མིའི་ཞིག་བློའི་ར་བ་ལས་འདས་པའི་ཨེ་ནས་ནས་ཚུན་དུ་ཡོང་པའི་ཁ་ཐུག་ལ་ལྷག་བྲིས། དེའི་ལྷར་བྲིས་པའི་ཆོས་སྐྱོང་ཚོགས་ལ་ཡང་བྲིས་པའི་སྤྱི་སྐོར་ལས་ཕྱག་མ་ཕྱག་པ་ཆོས་གསན་དག་ར་བྲིས། ད་གདུགས་སེར་སྒྲོ་དེ་ཡོད་པར་བ། ད་ང། ལོ། ལོ། བཅུ་དྲུག་ཚེ་ནས་ད་བོད་གང་ད་ཅིག། ཆབ་སྲིད་འགན་འཁྱེར་རེད། ད་ཨ་མདོ། ད་ལོ་དྲུག་ཅུ་རེ་བཞི། ཙམ་གདུགས་སེར་ལས་དེ་གི་ཡོད་རེད་དེའི་རིང་ལ་ཡ། གང་ད་ཅིག། ཆོས་སྐྱོང་ཚོགས་སྐད་ཆ་ཁྲི་ཡ་རེད། གཙོ་བོ་གཙོ་བོ་ང་རང་ཚོ་མིའི་བསམ་བློ་དང།

སོ་ད་ང་ངས་ཡང་དང་འགན་འཁྱེར་རིང་དེ་ལྷ་མི་ཟུང་འབྲེལ་ཞིག་ན་འགྲོ་ཡ་དེ། ཁོ། ག་སོ་ཕན་ཐོག་ཡོད་བསྡད་པ་ཅིག་ད་ཁོ་མུ་མཐུད་འདུག་སུ་འགྲོ་དེ་གི་ཡོད་རེད་དེ་འདྲས་སོང་བ་ཡིན་དུས། ང་རང་ཚོ་མི་དམ་ཚིག་གཙང་མ་དགོས་པ་ནང་བཞིན་ལྷ་ཡི་དམ་ཚིག་གཙང་མ་དགོས་ཡ་དེ། ད་ཞི་བུ་ཅིག་གལ་ཆེན་པོ་ཆགས་ཀྱི་ཡོད་རེད། ལྷ་མི་ཕྱར་བ་གྲུ་འདེགས་བྱེད་དགོས་བྱུང་ན། ཚང་མ་དམ་ཚིག་གཙང་མ་ཅིག་དགོས་རེད། དམ་ཚིག་མ་གཙང་བའི་གནས་ཚུལ་བྱུང་ན། ཨེ་ནི་ཁོ། མཐུན་སྒྲིལ་རྡོག་རྩ་གཅིག་སྒྲིལ་མེད་ན་གང་ལྟར་ལས་ཀ་ག་ཡིན་ནས་ཁོ་སྐྱོན་ཡོང་གི་ཡོད་པ། ད་འདི། ད། ལྷའི་འཇིག་རྟེན་ན་རེ་ཡིན་ནི། མིའི་འཇིག་རྟེན་ན་རེ་ཡིན་ནི་ག་བ་ཡིན་ནི། ད། ད་འདི། མཐུན་སྒྲིལ་གོང་བུ་གཅིག་གྱུར་དམ་ཚིག་གཙང་མ་དགོས་ཡ་འདི་སྐུ་གལ་ཆེན་པོ་ཆགས་ཡོད་ག། ད་འདི་ལ་སོང་བ་ཡིན་དུས། ཡང་ན་ཤ་ཤེད་ནི།
ཞིག་གིས་གཉིད་ལམ་དག་འདི་འདྲ་ལ་བལྟས་ཡིན་དུས་ད་ནི། ང་ཁྲི་སྲོང་ལྡེ་བཙན་གྱི་སྐྱེ་བ་ཡིན་འདོད་པ་འདི་གསལ་པོ་ཞུ་ཅིག་ཐོན་ཡོང་གི། བྱས་ཙང་ཀ་དེ་འདྲས་ཡིན་དུས་ཨེ་ནི་བའི་གཉེན་སློང་ལ་ཡའི་ཁྲི་སྲོང་ལྡེ་བཙན་གྱིས་བསྐྱལ་བ་ཡིན་པ་དེ་གསལ་པོ་ཞུ་བྱུང་གི་ལ་ཨེ་ནི་ང་རའི་ངོས་ནས་ག་ཚོད་ཐུག་ཐུག་གི་ཁྲི་སྲོང་ལྡེ་བཙན་གྱིས་མི་བུ་གའི་ལམ་སྟོན་དགོངས་པ་བཞེས་བཞེས་པ་འདི་ཆེ་གི་ཉམས་པ་སོ་ཅུང་མི་ཉམས་གོང་འཕེལ་ཡོང་ཡག་ངས་འབད་རྩོལ་གང་ཐུབ་ཅི་ཐུབ་བྱེད་ཀྱི་ཡོད།

རྒྱལ་མཆོག་སྐུ་དྲིན་རིམ་བྱོན་ད་དགེ་འདུན་སྒྲུབ་ཀྱི་མི་སེར་གྱི་ཡོད་མ་དགེ་འདུན་རྒྱ་མཚོ་མན་ཆད་ནས་ད་དཔལ་ཏེ་ཞེ་བོ་གཅིག་གི་ད་འབྲེལ་བ་ཡོད་དེ་བས་ལྷག་རེད་ཨ། ཨ་ནི་རྒྱལ་མཆོག་དགེ་འདུན་རྒྱ་མཚོས་གསུང་བ་ཡིན་ན་དགེ་འདུན་རྒྱ་མཚོས་རྣམ་ཐར་གཡག་པ་ཆོས་བཞིན་མཛད་བཞག་པའི་ནང་ལོགས་ལ་ཡ་དགེ་འདུན་རྒྱ་མཚོས་གསུང་ནས་ཨ་ནི་རྒྱལ་པོ་པད་ཁ་ར་གནས་ཆུང་དེ་ས་ཐོབ་པའི་ལྷ་རེད་ཅེས་ནས་རྒྱུ་མཚན་གསུང་བྱས་འདུག་གསུང་ཡོད་རེད་དེ་ཡིན་ནའི་དཔེར་ན་གནས་ཆུང་ལྟ་བུ་ཆགས་བཞག་ནའི

པའི་ཚོགས་པར་རབ་ཅིག་དཔེར་ན་ཅིག་བྱ་གདོང་ཡང་པར་རབ་བྱ་ཅིག་པར་ར་བྱུང་ན་སྐྱེ་འགུགས་མ་བསགས་དེ་ཡང་ཅིག་དང་རྒྱུ་དུས་ཡིན་ན་ཉུལ་མཛེས་མ་བསགས་ཞོ་ཡང་ཅིག་དགོས་ཆོས་ཉིད་གཙོ་བོར་རེ་དོགས། ན་དེ་ནི་མ་བྱས། བླ་བྲང་བཀྲ་ཤིས་འཁྱིལ་བལྟས་པ་ཡིན་ན། ཀུན་མཁྱེན་བླ་མ་ཡབ་སྲས་ཀྱི། སྔོན་ནས་གྲགས་ནས་དང་འཇམ་མགོན་བླ་མ་ཙོང་ཁ་པ་ཆེན་པོའི་བསྟན་པ་བཤད་སྒྲུབ་གཉིས་ཀྱི་ཐོག་ནས། དང་འཛིན་མཁན་གྱི་པའི་ཆོས་སྡེ་ཧ་ལས་པ་ཞིག་གི་མི་ཐོག་མང་པོའི་རིང་ལ་ཡ་ད་ཧ་ལས་པ་བྱུང་ཡོད་རེད་གནས་གཞུང་གཙོ་བོར་བ། དེར་མ་ཆེན་ཕྱིས་སུ་སྐུ་འབུམ་ཆགས་ཤིང་ཕྱིས་སུ་རེད། སྐུ་འབུམ་ཆགས་ཤིང་ཕྱིས་སུ་ད་སྐུ་འབུམ་ལ་ཤ་ཤ་ཟོབ་ཏོས་ཀྱི་ཡོག་མ་རེད་སྔ་མོ་མིའི་སྐུ་འབུམ་ལ་ཡ། དངོས་ནས་རང་ཅིག་རྒྱལ་མོ་ལོ་མ་བཙོང་ཁ་པ་ཆེན་པོའི་མིང། འཁྲུངས་སའི་མིང་དང་གདན་ས་ཅིག་ཆགས་ཏེ་ཡོག་རེད་ལ། ཕལ་ཆེར་རྒྱལ་མཆོག་བསོད་ནམས་རྒྱ་མཚོ་རེད་དེའི་ཕྱག་བཏབ་པས་ན་ཅིག་བྱས་ནས་གང་ལྟར་ཡང་ཡིན་སྐུ་འབུམ་ལ་ཡ། མིང་དང། གདན་ས་ཙམ་གྱིས་མི་ཁྱབ་པ་ཆགས་ཏེ་ཡོག་རེད་ད་འདིའི་གཟུངས་མ་གཙོ་བོ་གནས་བྱུང་རེད་པ། ད་དེ་ནས་མ་ཆེན་ནས་སོག་ཡུལ་ལ་མ་བརྩིས་པ་ཡིན་ན་དྭགས་ཁུ་རེ་ལ་མཚོན་པའི། ཆེན་པོ་ཧོར་གྱི་ཡུལ་གྲུ་མང་པོ་ཅིག་གནས་བྱུང་དང་འབྲེལ་བ་ཤུགས་ཆེན་པོ་འདུག་ལ། ས་དེ་རུ་སོང་བ་ཡིན་དུས་ས་ནས་བཏང་བ་དེ་གནས་ཆུང་དང་དགེ་ལུགས་དགོན་པ་གཙོ་ཆེ་མང་པོ་ཅིག་ཡིན། དཔེར་ན་ཁམས་དཀར་མཛེས་དགོན་པ་ཡིན་ནི་རེད་སོ་མང་པོ་ཅིག་སྐུ་ངལ་རྣམ་འགྱུར་འདྲ་མི་འདྲ་དང་བསྟན་དེ་ངའི་གཙོ་བོ་རེད་མང་ཆེ་ནི་དེ་ཏཱ་ལ་བླ་མའི་ཡང་སྲིད་ལ་ངོས་འཛིན་བྱེད་མཁན་དང་པོ་རུ་དེ་ཟི་ལིང་དམག་འཁྲུག་ཞིག་ཆགས་དེ་བར་ད་ང་སྐྱེ་སའི་གྲོང་གསེབ་དེ་ཟི་ལིང་པའི་དེ་ཧུ་ཧུ་དེ་འདྲའི་དགའ་རོགས་ཡོད་རེད། དེ་འདྲའི་ཅིག་གི་ན་གནས་ལ་སྐྱེས། ཡིན་ནའི་ཆོས་ཀྱི་བག་ཆགས་ཡག་འདུག་སེ་དེ་ངས་ཅིག་གི། ཨེ་ནི་ལྷད་ས་ཡ། ང་འཇོ་རེ་ག་འདུག་ལ་ཡ། ཨེ་ནི་གནས་ཆུང་ཆོས་སྐྱོང། ཨོ།

སྐུ་གོང་མ་ཤར་བའི་ཁ་ཐུག་ལ་ཡར་ལུང་བསྟན་འདྲ་མན་གྲུབ་འབྲེལ་ཏོག་ཙེ་བྱུང་པ་རེད། བྱས་ནས་གླིང་ཞིབ་ཅིག་ཆགས་བསྡད་ཡོད་རེད། ཨེ་ནས་རྒན་སྟོང་དཔོན་གྱིས་གནས་ཆུང་ཆོས་སྐྱོང་ཡང་འཁྲུལ་མེད་རེད་ཤགས། ཨེ་ནས་རྒྱ་བར་མི་ཆེ་ཡན་སེ་ཡང་འཁྲུལ་མེད་རེད་ཤགས། ད་དགའ་བོ་བློ་བདེ་བོ་ཞི་བོ་བྱུང་ཟེར་ནས་གསུངས་འདུག་ག། བྱས་ནས་ཨོ་ད་ང་ཕ་ཡུལ་ནས་ཡར་སླེབས་ཨ་ནི། རྒྱལ་དབང་གི་བཞུགས་ཁྲི་སྒང་ལ་དམག་གི་གོང་ལས་ཡར་ཞིག་དབུས་ནས་ཚད་ཐུག་གི་སྐྱེས་བུ་ཚོས་ཅིག་ཆ་མཆོག་རོ་ཏོག་སུ་ཡོང་བསྡད་པ་ཅིག་ཆགས་པ་རེད། དེ་ང་རའི་བསོད་ནམས་དང་ཨ་ནི། སྔོན་གྱི་བག་ཆགས་སད་བསྡད་པ་ཅིག་ཕལ་ཆེར་ཡིན་ས་རེད། ཨ་ད་ལྷ་བྷའི་སྐོར་སྐད་ཆ་རེ་བྱུང་བར་འོ་དེ་ད་བསྒྱུར་བ། ཁ་ཟི་ག་ཏུ་བ་མི་ཁ་ཤས་སྐད་ཆ་བྱུང། གཅིག། ལྷའི་སྐོར་ཆ་བཞག་ན་ཕལ་ཆེར་ང། Expert། རེད་ལབ་ཐུག་རེད། ག་རེ་ཟེར་ན་ང་ཆུ་ཤུལ་ཀ་ནས་གནས་ཆུང་དུ། ཨེ་ནི་ག་གདོང་དུ་ཅི་འདི་ཚོ་བྲལ་བས་ཆུ་ཤུལ་ཀ་ནས་ང་འདི། ག་ད་འབྲེལ་བར་འཇོག་རེད། ག་རྒྱུས་ཡོད་རེད། ད་ད་ག་ད་ཡམ་ཚ་པོ་གཅིག་འདི། ངའི་མི་ཚེ་ནང་གི་གཅིག་རྙོག་དྲ་ཚ་པོ་དེ་འདྲ་ད་དེ་འདྲ་མང་པོ་ཅི། ཡང་རེད་གནས་ཆུང་དང་ཁོང་ཚོ་གི་སྐད་ཆ་འཁྲིགས་ཡོད་ཨེ་ཐག་ཆོད་མ་རེད་ཅིག་རེད་སྐད་ཆ་འཁྲིགས་ཡོད་བསམ་ཆགས་སུ་འདུས་བྱས་ཚེ་ན་ཕལ་ཆེར་སྤྱི་ལོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཕལ་ཆེར་ལྔ་བཅུ་ང་བཞི་ལྔ་བཅུ་ངན་ལྔ་ང་རུ་བ་ཡིན་ན་དེ་འདྲ་ཅིག་ལ་ཡ་མི་གནས་ཆུང་ལུང་ཅིག་ལ་ཡ་ཨེ་ནི་ཆུ་བཞིའི་ནོར་བུའི་འོད་སྣང་དེ་ནུབ་ནས་གསལ་བའི་དུས་ཡིན་ནོ་ཟ་ཞིག་ལུང་བསྟན་རྒྱབ་ཡོར་ད། ད་རྒྱ་གར་བྱེས་ཀྱང་ཆུ་བཞི་ནོར་བུ་ཟིན་ནས་ལབ་དགོས་ཡོད་རེད། ཆུ་བཞི་ནོར་བུའི་འོད་དེ་ནུབ་ནས་བཞག་ཡོང་གི་རེད་ཟེར་བཤད་ཡོད་རེད། དེ་དུས་ང་ཚོ་ལྷས་བཟང་ཡག་ད་ཅིག་གནས་ཚུལ་འདི་ཐོས་ཟིན་ཉེན་ཁར་བྱེས་ད་ཏུར་ཏུར་འགྲོ་གི་ཡོད་རེད་ཡིན་ནས་ད་གིར་ཅིག་ད་རྫ་ཁྲ་རང་ཡོག་མར་བ་ཅིག་ལབ་ཡོད་རེད། ད་དེ་ནས་ཕལ་ཆེར་ལྔ་བཅུ་ང་བརྒྱད་ལོར་རེད། ད་ལྔ་བཅུ་ང་དགུ་ཟང་ཟིང་ཡང་དེ་རིང་དཔེ་ལྟར་ཁྲིད་དང་སླེབས་སོང་ད་རྫ་དྲག་ཞིམ་ཆགས་བསྡད་པ་རེད། དེ་དུས་ཡང་གནས་ཆུང་ལུང་རྒྱ་བས་གཅིག་ལ་ཡང་ཨེ་ནི། དེ། རབ་མེད་པའི་ཆུ་བོ་ཆེན་པོ་ལགས། ད་གྱང་ཤིང་རི་བ་ཆུ་འདུག། རབ། རབ་རྒྱབ་ནི་ཨེ་ནི་ཆུ་བ་ཅག་ཡག་ཆེ་རེད་བ། བྱས་ཙང་ཀ། རབ་རྒྱག་ས་མེད་བསྡད་པའི་ཆུ་བོ་ཆེན་པོ་ལགས། ཨེ་ནི། གྲུ་ཤན་འཛུགས་ཡག་གི་ཨེ་ནི་ཐབས་ཤེས་ཡོད།

སྐད་ཆ་དྲིས་པ་ད་ག་འདྲི་ག་ཐུབ། རྒྱ་གར་ཅིག་ད་ག་ཞུགས་ཡོད། ད་ཚེས་པ་བཅུ་བདུན་ཉིན་མོ་དེ་གནས་ཚུལ་ཞེ་བོ་ཅིག་ད་རྫ་དྲག་ཆགས་ཚར་རེད་ཨེ་ཡང་ནས་ཅུང་སྐད་ཆ་དྲིས་པས་ནི་ད་ཕེབས་པ་ཡོད། ད་ཕེབས་ཡ་དུས་བབ་པ་ཡིན། བྱས་ནི་ཐག་གཙང་མ་བཅད་བྱས་ད་ཕེབས་པ་རེད། ཨེ་ནས་འགྲོ་སའི་ལང་ཀ་དེའི་ར་མ་གང་བརྒྱུད་ནས་འདུག་ཕེབས་ཤོག་ག་ཁེར་ཆད་མི་ཡོང། ཨོ་དེ་ས་ད།

ས་ཨེ་ནི་ཡི་གེ་ལྷ་ཕལ་པའི་ཁུལ་རུ་བྱས་ནས་ཨེ་ནི། ཁྱེད་རང་ཚོས་ནི་ཏཱ་ལི་ཡ་ཏི་གི་ཡག་པོ་ཞིག་སྐྱེས་པ་ཡོད། ཨེ་ནི། འདྲེ་ངན་བྲོ་བ་བྱས་ནས་པའི་ཏི་གི་ཡག་པོ་ཞིག་སྐྱེས་པ་ཡོད་ལབ་རེད། ཨེ་ནི། འདི་མི་བཟང་མི་ཏི་གི་ཏི་ཏ་ཕོ་ཡིན་ལབ་རེད། ཨེ་ནི། འདི་ལྷ་ཕལ་ངན་ཏི་གི་ཕོ་ཡིན་ནི་པུག་སྐྱིག་རེད་ལབ་རེད། བྱས་ཙང་ཀ་སྐྱག་རྫིང་བཤད་མཁན་བཙག་སྟེ་ཡོད་རེད་སྟབས་ཁོ་དེ་ཚོའི་གྲས་ཞིབ་པོ་ཅིག་ཞིབ་འཇུག་བྱེད་དགོས་འདུག་དཔེར་ན་དེ་སྲིད་སངས་རྒྱས་རྒྱ་མཚོས་གནས་ཆུང་བཅར་འདྲི་བཏང་པའི་ཁ་ཐུག་ལ་ཡ་དབུ་མོ་དེ་ཕག་ཤུད་བྱས། གནས་ཆུང་ཡེ་ཤེས་འབྲོང་པོ་ཅིག་ཕེབས་པའི་ཁ་ཐུག་ལ་དེ་དགའ་དགའ་སྐྱིད་ཅིག་འདུག་ཤག་གི་ཡོད་རེད་ང་ད་ལྟ་མ་མྱོང། ཅེས་དེ་འདྲ་སྐད་ཅིག་འདུག་དེ་དགའ་སྐྱིད་འདུག་སླད་ཡུན་དུ་བཙལ་ནས་ཨེ་ནི་རྡོ་རྗེ་འཆང་དེ་ངོ་མ་ཕེབས་ཀྱི་ཡོད་པ་ཅི།

ར་དང་བྱ་བྱེའུ་གཅིག། གཅིག་རི་དྭགས་ཟ་རུ་གཅིག། སྒྲ་མི་འདྲ་མང་པོ་བྱེའུ་གཅིག། དུ་བ་དང། ད་འདི་ནང་བཞིན་གྱི་གཟུགས་ཕྲ་རགས་དེ་འདྲས་ཀྱི་ང་ཚོས་མཐོང་བདེ་ཡག་གི་གཟུགས་རགས་པ་གཅིག། ཡང་ང་ཚོས་མཐོང་མ་ཐུབ་ཡག་གི་གཟུགས་ཕྲ་བ་དེ་འདྲས་ཏན་ཏན་ཡོད་དགོས་རེད། བྱེད་ན་ང་ཚོས་ནི་ལྷ་དང་མི་དང་དྲི་ཟ་དང་གནོད་སྦྱིན་ཟ་འདི་མང་པོ་བཤད་ཀྱི་ཡོད་རེད། ཡོད་རེད་ཟེར་འདྲ་རིགས་འདྲ་མིན་མང་པོ་བྱེད། ས་འདི་འདྲ་ཡིན་འདུག་ས་ནས་ལྟ་བ་འདི་འདྲས་ཀྱི་གཟུགས་མེད་ཀྱི་རིགས་འདིའི་ནང་ལོགས་ནས་ཨེ་ནི་ང་ཚོ་ལྷ་བཞུགས་ཡ་ཟེར་གྱི་འདུག་ཡོང་གི་ཡོད་རེད། ཨེ་ནི་དེ་ཚད་ལྡན་བྱེད་དགོས་རེད། ཨོ་ཚད་ལྡན་ཡོད་མེད་དེ་འདུག་ལོ་མང་པོ་ཞིབ་ནས་ཨེ་ནི་བརྟག་དཔྱད་བྱས་ནས་ཨེ་ནི་ཤེས་ཀྱི་རེད།

དེར་རིན་པོ་ཆེས་མེ་འདྲའི་ལྗགས་བཤད། རིན་པོ་ཆེའི་བཀའ་མོལ་འདི་ཕྱེད་ཀར་གསལ་བོ་བསྒྲགས་གསལ་བོ་མེད་པ་ཡིན་ས་ཡག་པོ་ད་གོ་གི་མི་འདུག་དེ་ནས་རིན་པོ་ཆེའི་བརྩོན་འགྲུས་རྩ་བའི་བརྩོན་འགྲུས་ཀྱི་བསྟན་འགྲོ་འདྲེན་བློ་ལུང་མ་བཞི་སའི་ལུང་དུ་དྲངས་གནང་སོང་ཨང། འདི་ང་ལོ་རྒྱུས་ཤེས་ཀྱི་ཡོད། ལྷན་སར་རིག་གནས་གསར་བརྗེ་མ་བྱུང་གོང་དེ།

ཨེ་འདུག་ཤ་ཁྱུས་བྱས་དལ་ཡི་སྐྱིད་པོ་ཞིག་བྱུང། སྐྱོ་ཡི་སྐྱོ་ངལ་རོ་སེམས་སྐྱོ་ཡི་སྐྱོ་ངལ་རོ་དགའ་ཡི་དགའ་ངལ་རོ་ཅིག། བྱུང་བས་ནི་རང་བྱུང་ངང་ལྡན་གྱི་གཞན་ནས་མ། བརྩོན་འགྲུས་བརྩམས་པས་བརྩོན་འགྲུས་ཀྱིས་ཟེར་ཚིག་གཅིག་དེ་མ་གསུངས་ཨེ་ནི་ངས་ཉམས་རྟོགས་བསྟན་པ་ཡིན། བརྩོན་འགྲུས་བརྩམས་པས་བརྩོན་འགྲུས་ཀྱིས་བསྟན་དོན་ལེ་ལོ་མ་བགྱིས་ཤིང། སྟོབས་དང་ལྡན་པའི་ལུས་སེམས་ཀྱི་བརྩོན་འགྲུས་ཕ་རོལ་ཕྱིན་རྫོགས་ཤོག་ཟེར་ཡག་གི་ཚིག་གཅིག་དེ་སྐྱོ། དེའི་ཤུགས་ཀོ་རིག་གནས་ས་ཆ་ཆུང་བ་རེད།

ད་ལྔ་བཅུ་ང་རང་ཅང་མ་གཏོགས་མི་འདུག་ཟེར། ད་ལྟ་སྐུ་གོང་མ་ཤཱ་གཡག་གིས་ལུང་བསྟན་འདི་དང་གསལ་བོ་ཡོད་པ་བཟོ་གི་འདུག་ད་འདིའི་ནང་ལ་རེད་འདིའི་ཞུ་བོ་སྟེ་འདི་ར་ལུང་བསྟན་ཆེ། ཡང་སྲིད་རྗེས་མ་དེ་གཅིག་བྱས་ན་ཨ་མདོ་ནས་ཡོང་གི་རེད་གཅིག་བྱས་ན་མོན་ནས་ཡོང་གི་རེད་ཟེར་བྱས་ཀྱི་ལུང་བསྟན་ཞུ། བྱས་ནས། ད་དེ་ཡང་ངས་ཞུ་དགོས་པ་རེད་དེ། དེའི་ནང་ལ་ཡ། སྐྱེས་པའི་བུ་ལ་བུ་མོའི་མིང་ཐོགས་པ་ཟེར་ཆོག་རེད། སྤྱིར་བཏང་ཨམ་དུ་མིང་རེ་བཏགས་ཡོད་འདུག་བ་ཅིག་སྒྲོལ་མ་སྐྱེ་བ་སེང་གེ་སོགས་རེད་བ་ཅིག་ལྷ་མོ་སྐྱེ་བ་ཟེར་ཡ་རེད་བ་ཅིག་ད་མང་པོ་བཏགས་འདུག་བ། ཟེར་ད་ངའི་མིང་དེ་སྐབས་དེ་ང་སྐྱེས་ནས་ཆུང་ཆུང་སྐབས་ལ་ཡ། ང་ཚོའི་ནང་ལ་ཡ། སྐུ་འབུམ་གྱི་དགེ་བཤེས་རྩ་ཆེན་པོ་བྱོས་པ་འདྲ། དེ་ཁོང། ཤག་ཟུང་རེ་བརྒྱུད་ལ་ཡ་ཚང་ལ་ཕེབས་ཀྱི་ཡོད་རེད།

ཕལ་ཆེར་འཇམ་མགོན་རྒྱལ་བའི་བསྟན་སྲུང་བྱས་ནས་པའི་བསྟན་སྲུང་ལ་མངའ་གསོལ་གནང་མཁན་དེ་ཕལ་ཆེར་ཁྱེད་ཀྱི་བུ་མོ་མགར་བུ་ཆེ་མེ་འབྲོག་སེམས་ཀྱིས་གསན་ད་བ་བོ་མགར་བུ་ཆེས་དོལ་རྒྱལ་བསྟེན་པ་གནང་ཡས་རྒྱུ་མཚན་ལ་བརྟེན་ནས་ག་ད་དུ་སྐུ་ངལ་མང་པོ་བྱུང་བསྡད་པ་ད་དེ་དུས་ཀྱི་གནས་ཆུང་ལ་ཡང་ད་བཀའ་མོལ་མང་པོ་ཅིག་ཡོང་པའི་ཁ་ཐུག་ལ་ཡང་བཀའ་མོལ་གཅིག་ལ་སྐྱབས་བཅོལ་ཕ་བོང་ཁ་རིན་པོ་ཆེས་སྐུ་ཞབས་སུ་འདུག་སྐུ་ཞབས་ཕ་བོང་ཁ་རིན་པོ་ཆེས། སྐུ་ཚེ་སྟོད་ལ་ཞེ་དྲག་ཡག་པོ་ཡོད། ཨ་ནི་སྐུ་ཚེ་སྨད་ལ་རྒྱལ་པོ་ཤུགས་ལྡན་གྱི་རྐྱེན་པས་ཨ་ནི་ཡག་པོ་བྱུང་མ་སོང། དེ་འདྲ་ཡིན་དུས་ཙང་ནས་ང་རྒྱལ་པོ་པད་དཀར་ཁམས་པ་སྤྱི་ལ་ཡིན་ཏེ། སྐྱེ་བྱེད་ཕ་བོང་སྟེ་སྐུ་ཞབས་བདེ་ཆེན་སྙིང་པོའི་ཡང་སྲིད་རྒྱུན་མར་བཅས་པ་སྐུ་ཚེ་མཛད་ཕྲིན་ལམ་འགྲོ་ཡོང་གི་མ་རེད་ཟེར་ནས

ཅིག་ཐོག་དབང་མངོན་འགྱུར་ཆགས་ཡོད་མ་རེད། ལ། ཅིག། ཅིག་སེམས་ལྡན། སེམས་ཅན་གྱི་ནང་ལ་ཆ་བཞག་ནས། ཅིག། ང་རང་ཚོ་དངོས་སུ་ཟབ་མོ་འདི་དེ་ག་ལ་མཐོང་བསྡད་ཡ་མི་ཙམ་མ་ཡིན་པའི། དུད་འགྲོ། སྲོག་ཆགས། འདྲ་མི་འདྲ་མང་པོ་ཞིག་ཆུང་ཚོ་མཐོང་བསྡད་ཀྱི་ཡོད་རེད། དེ་ནང་བཞིན་ཡང་གཟུགས་ཉམས་ཁྲག་དེ་འདྲས་ཀྱིས། ང་རང་ཚོ།

ཨ་ནི། ཡི་གེ་ང་འདུས་སྐུ་ཐང་ལ་ཡི་གེ་འདི་འདུས་ཚར་ནས། ཨ་ནི། རྒྱལ་པོ་རལ་གྲི་ཚང་ཡི་གེ་ཕེ། ཨ་ནི་གནས་ཆུང་ཕལ་ཆེར་ཕལ་ཆེར་ཡོང་གི་ཡོད། ད་ཆ་ཕལ་ཆེར་ཡོང་མི་འགྲོ། ཟེར་ནས་ཨོ་དེ་དུས་རྒན་སྟོང་པོའི་ཡི་གེ་ཕྱེ་ང་ད་རྒྱལ་བའི་ཡང་སྲིད་གར་འགྲིབ་བྱེད་འགྲོ་དགོངས་ནས་ཡི་གེ་ཕེབས་རེད། ཕེབས་ཡིན་པ་རེད། ཨ་ནི་གནས་ཆུང་ཕེབས་ཏེ་གཟིགས་བྱས་ནས་དེའི་སྐབས་ལ་ཡང་གནས་ཆུང་ཅིག་ད་ཚད་ལྡན་ཅིག་ཡོད་རེད་ཡོད་མ་རེད་ས་རུ་འདི་འདྲའི་གི་གླིང་བཞི་རུ་ཕྲན་བུ་ཡོད་ས་རེད། གོ་ཆོད་སུ་ལ་ཟུ་ད་ནས་ཏོག་སི་ཉོག་ཏོ་ཆུ་འབོར་བ། ཚེ་ལ་ཨེ་ནི་ཆུ་བོ་གན་ཡི་གི་འདུག་ཐང་བེ་འདུག་ཐང་རེད་ཡི་གི་ང་ག་ཡི་གི་ཐང་བ་མི་རེ་རིམ་ཞིག་སྣེ་ལེན་རུ་ནང་དི་བྱས་བྱས། དེ་དུས་གན་སྟོང་བུ་ཡི་གི་ཕེ་བྱས་ཨེ་ཨོ་དི་ཕེ་ཚ་ན་འབྲི་གུང་ཚུ་འཁོར་ནང་བྱས་སྙེ་བོ་ཞིབ་ཞིབ་ནང་གི་སོང་རེད། ད་རྒྱ་བ་ཡང་རྒྱ་བ་ཡང་འཁྲུལ་མེད་རེད་ཤགས།

ད་ལོ། དུས་བསྟུད་ང་དེ་རིག་གཞུང་གི་ཚོགས་འདུ་བྱས་ནས་ལོ་བདུན་ཅུ་དོན་ལྔ་ཡིན་ཟེར་བཞིན་པ་ད་དུས་དོན་དྲུག་བྱས་ད་ལོ་བདུན་བདུན་དྲུག་ལེ་ལེ་བར་དུ་གལ་ཆེ་དེ་དེ་ནས་མོ་སྐྱབས། ཞེས་ཡོན་ནས་གཟན་བདག་བྲིས་དེ་འདྲ་བྱས་ནས་ཕྱིན་པ་ཡིན། དེ་ནས་གླུ་བ་རྒྱུན་ནས་མ་བྱུང། དེ་ཆ་བཞག་ས་ཞིག་བསྟན་འདྲ་འདུག་ག། དེ་ང་རང་གི་ཉམས་མྱོང་དག་ནས་ཤེས་ཀྱི་འདུག་ཨེ་འདི་འདྲས་ཀྱི་ཅིག་སྲོག་ཆགས།

ངས་ངེད་མ་བོ་ཤོག་བཤད་བྱས། དོལ་རྒྱལ་སྐོར་དུ་སྐད་ཅིག་མི་ཟ་ངེད་བོ་ཤོག་བཤད་ཡིན་པ། གནམ་འདིའི་ཁ་འོག་ལ་གནས་ཆུང་རྡོ་རྗེ་འཕྲང་སྟེ་རྒྱུས་ཡོད་ཆེ་ཤོས་དེ་ཕལ་ཆེར་ང་ཡིན་གྱི་རེད། ངའི་གནས་ཚུལ་ཆ་ཚང་ཤེས་མཁན་དེ་ཕལ་ཆེར་གནས་ཆུང་རྡོ་རྗེ་འཕྲང་དེ་ཡིན་གྱི་རེད་ཅེས་ནི་ངས་དེ་དུས་བཤད་སོང་བ་དེ་ཡིད་ཆེས་དང་འདུག་ག། མ་འོངས་པ་བོད་ལ་ཡ། ཨེ་ནི། ཅིག། ང་ཚོ་ད། ང་ཚོ་དམངས་གཙོའི་སྒང་ལ་འགྲོ་འགྲོ་བསྡད་ཀྱི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་རྩ་ནས་ཅིག། པར་འབྲེལ་བྱས་ནས་ཆབ་སྲིད་ཀྱི་ཤོག་ཁག་ཕན་ཚུན་བྱས་རྗེས་དེ་འདྲའི་གི་ལྟར་ལས་ཀ་བྱ་གནས་ཚུལ་ཆགས་སོང་ན་ང་ཆབ་སྲིད་ཀྱི། ཨེ་ནི། ག་ཚོགས་རེད་ཤོག་ཁག་བྱས་ནས་སྲིད་དོན་ཤོག་ཁག་བྱས་ནས་དེ་འདྲའི་གི་ནང་ལོག་ནས་ལས་ཀ་བྱེད་གི་མ་རེད། ཅེས་ང་ཙམ་དུ་མ་ཟེར་བས་བའི་རྒྱ་གར་ནང་ལ་ཡ་ཅིག་མོན་རྟ་དབང་དང། མོན་རྟ་དབང། ནས་ལ་དྭགས་བྷང་ལི་ཡ། སྐབས་རེ་ངས་དེ་བཤད་དེ། ཅིག་གྲྭ་པ་ཚོ་ལ་ཡ་གྲྭ་པ་དང་བླ་མ་ཚོ་ལ་ཡ་ད་མི། དངོས་གནས་མི་དམིགས་བསལ་གི་ད། མི་དགོས་པ་ཆེན་པོ་དེ་འདྲ་ཡོད་པ་ཡིན་ན་གནས་ཚུལ་ཁག་ཁག་རེད་མ་གཏོགས་གཞན། དགེ་འདུན་རབ་ཏུ་བྱུང་བ་ཚོས Party Politics ནང་ལོགས་ལ་ཡ་མ་ཤོར་ན་ཡག་གི་རེད་ཟེར་ནས་བཤད་དེ་ཡོད་མི་ལས་འདུག་བཤད་དེ་ཡོད་ད་ང་ར་ཆགས་བཞིན་ནས་ཨོ་དེ་དེ་བཞིན་རེད། ཚེ་དེ་འདྲ་ཡིན་པ་ཡིན་དུས་ད་ཨ་མདའ་བུ་དོ་ད་ངས་ཨ་མདའ་བོད་སྤྱི་བའི་དོན་དག་ལས་རེ་ཁ་ཅིག་བཏགས་ཏེ་དངོས་གནས་ཅིག་སོ་སོའི་ད་ཅིག་འདི་ཕྱི་ད་ཚོགས་གསོག་ཡ་དེ་འདྲ་ཞིག་གི་ད་གཞན་ཕན་གི་བྱ་བ་ཅིག་ཡིན་བསམ་པའི་ཐོག་ནས་ངས་ལས་ཁ་དེ་བྱེད་དེ་ཡོད།